གྲུབ་མཐའ། ཡང་ན་བྲམ་ཟེ་གྱི་གྲུབ་མཐའ་ཟེར་ན་ད་ཏིག་ནང་བྱས་པ་ཡིན་ནམ། ད་ནམ་རྒྱུན་བྲག་ཆེ་བ་འགྲོ་བ་དེ་ཏོག་གི་སྟེང་ན་གསུང་དགོས་བ་རེད། གྲངས་ཅན་པ། བྱེ་བྲག་པ། ཨ་ནི། རིག་པ་ཅན་པ། སྤྱོད་པ་པ་རྒྱང་པན་པ་བཅས། ད་དེ་ལྔ་ཡི་ནང་ནས་རྒྱང་པན་པའི་ད་སྐྱེ་བ་ལྔ་གཅིག་ཁས་མི་ལེན་པ་རེད། གཞན་པ་ཚང་མས་སྐྱེ་བ་སྔ་ཕྱི་སྐད་ལས་འདས་པར་གྲངས་ཅན་པ། བྱེ་བྲག་པ། རིག་པ་ཅན་པ། སྤྱི་བབ་པ། སྤྱིར་བུ་པ་ཚང་མས་སྐྱེ་བ་སྔ་ཕྱི་སྐད་ལས་འདས་དགོས་པ་རེད། དེ་ནས་ད་ཡང་ད་ལྟ་ཡེ་ཤུ་རེད། ཁ་ཅིག་རེད། ད་ལྟ་ཆོས་ལུགས་ཡང་ཁ་ཅིག་གིས་སྐྱེ་བ་སྔ་ཕྱི་གཉིས་ནང་ནས་སྐྱེ་བ་ཕྱི་མ་གཅིག་ཙམ་ཡོད་པ། ནི་སྐྱེ་བ་འདིའི་ཚེ་བདག་རང་དཀོན་མཆོག་གི་ཐད་ཀར་བསྐོས་པ་ཅིག། འདི་ནས་བདག་སྐྱེ་བ་ཕྱི་མ་གཅིག་ཙམ་ཡོད་པ་ཅིག་དེ། ལས་ཟེར་ན་བདག་གང་དུ་སོ་སོའི་མི་ཚེ་ནང་ཡག་པོ་སྤྱད་པ་ནི་ཡག་དཀོན་མཆོག་དྲུང་ནས་ཡག་འགྲོ་ཡ་དང་དེ་མ་སྤྱད་ན་མ་འགྲོ་ཡ་འགྲོ་བ་དང་འདི་འདྲའི་བཤད་སྟངས་ཡོད་རེད། བདག་གང་དག་ཡིན་པའི་ནང་པ་སངས་རྒྱས་པའི་བདག། གཞུང་ནང་ལ་ཡང་སྐྱེ་བ་སྔ་ཕྱི་རྣམ་གཞག། ཡོད་པ་ཙམ་དུ་མ་ཟད་པའི་ཧ་ཅང་གལ་ཆེན་པོ་ཡིན་པ་ཅིག་གསུངས་བསྡད་ཀྱི་བ་རེད། ང་ཚོས་ནང་ཆོས་ཀྱི་ཉམས་ལེན་ནང་བྱས་པ་ཡིན་ན་ད་གཙོ་བོ་སྐྱེ་བ་སྔ་ཕྱིའི་གི་རྣམ་གཞག་དེ་གཞི་མར་བྱས་ནས་ད་ནང་ཆོས་ཀྱི་ཉམས་ལེན་དེ་ཕལ་ཆེར་དེ་འདྲ་ཅིག་ག་ནས་ཡོང་དགོས་ཡ་ཅིག་རེད། དེ་ག་རེད་ཟེར་ལབ་པ་ཡིན་ན། ང་ཚོ། ཆོས་དང་འཇིག་རྟེན་ཟེར་ནས་ནམ་རྒྱུན་གཉིས་གསུངས་གི་ཡོད་རེད། ཆོས་དང་འཇིག་རྟེན་བྱས་ནས། བྱས་ཙང་ཆོས་དང་འཇིག་རྟེན་གྱི་རྣམ་བཞག་མ་གསུངས་ཡོང་པའི་སྐབས་ལ་ཡང་དེ་ལྟར་གཞུང་འདི་ཚོའི་ནང་གཙོ་བོ་གྲོགས་དེ་གར་གསུངས་ཡོང་རེད་ཟེར་ན། གཙོ་བོ་ཚེ་འདི་གཅིག་པུའི་ཆེད་དུ་ཚེ་དག་རང་ལ་གཙོ་བོ་གཅིག་ཚེ་འདི་གི་ད་གང་ལྟར་ལྟོ་གོས་གཏམ་གསུམ་གཙོ་བོ་འདི་འདྲས་ཀྱི་ཆེད་དུ་ད་ཕ་ཡི། ལུས་ངག་ཡིད་གསུམ་གྱིས་བདག་གང་ལྟར་གང་བྱས་པ་ཡིན་ན་ཕལ་ཆེར་འཇིག་རྟེན་ཟད་དེ་ཆགས་ཀྱི་ཡོད་པ་དང། ཚེ་འདི་ལས་སྐྱེ་བ་ཕྱི་མ་གལ་ཆེ་བར་བརྩིས་ནས་སྐྱེ་བ་ཕྱི་མ་ཕན་ཆད་ཀྱི་བདག་གང་ལྟར་ལུས་ངག་གིས་བདག་བྱ་བྱེད་དེ་འདྲའི་གཅིག་ལ་ཡང་ཆོས་ཟད་འགྲོ་ཅིག་གསུངས་འདུག་གདའ། དེ་ཡང་ང་ཚོས་ཆོས་དེ་ལ་ཡང་སྐྱེས་བུ་ཆེ་འབྲིང་ཆུང་གསུམ་བྱེད་ཅེས་ནས་སྐྱེས་བུ་ཆུང་ངུ་སྐྱེས་བུ་འབྲིང་སྐྱེས་བུ་ཆེན་པོ་བྱེད་ཅེས་ནས་སྐྱེས་བུ་ཆུང་ངུའི་གི་ཆོས་ཀྱི་དམིགས་ཡུལ་ཟེར་ན་བསྒྲུབ་བྱ་སྟེ། སྐྱེ་བ་ཕྱི་མ་ལྷ་དང་མིའི་གོང་མ་ཐོབ་ཡ་དེ་རེད། སྐྱེས་བུ་འབྲིང་གི་ཆོས་ཀྱི་དམིགས་ཡུལ་བསྒྲུབ་བྱ་དགོས་པ་བསྒྲུབ་ཡ་སྟེ་ཐར་བའི་གོང་མ་ཐོབ་ཡ་དེ་རེད། སྐྱེས་བུ་ཆེན་པོའི་ཆོས་ཀྱི་ད་བསྒྲུབ་བྱ་སྟེ་ཐམས་ཅད་མཁྱེན་པའི་གོང་མ་དེ་རེད། བྱས་ཙང་ང་ཚོ་ཆོས་བསྒྲུབ་ཡོང་དུས་ཙང་ལ་ཡ། མངོན་པར་འདོད་པའི་ད་དོན་དེ་གཉིས་བྱེད་ཅིང། ག་རེ་ཟེར་ན་སྔོན་མདོ་ལྷ་མོའི་གོང་མ་དང་ངེས་ལེགས་ཐར་པ་དང་ཐམས་ཅད་མཁྱེན་པ་ཅན་འདི་གསུངས་ཡོད་རེད་བྱས་ཙང་ད་ཁྱོད་གྲུབ་ངན་ཅིག་ཡིན་ན་བསྒྲུབ་བྱ་འདི་འདྲ་ཅིག་ཡང་གཞིར་བཞག་ནས་དམིགས་ཡུལ་འདི་འདྲ་ཅིག་བཟུང་ནས་འདི་ཐོབ་ཡག་གི་ཆེད་དུ་ད་ཁྱོད་བྱས་པ་ཅིག་གུས་དགོས་རོགས་ནང་ཆོས་ཟེར་ལབ་ཡོང་དུས་འདི་རེད། རྩ་བའི་ནང་ཆོས་ནང་ལོགས་ལ་ཡང་གཙོ་བོ་ཚེ་ཕྱི་མ་འཕེན་བྱེད་སྐྱེ་བ་ཕྱི་མ་སྔོན་མདོ་ལྷ་མོའི་གོང་མ་དེ་ལས་ད་དམིགས་ཡུལ་བཟང། རྒྱ་ཆེ་བ། ཐར་པའི་གོ་མང། དེ་ལས་ཀྱང་དམིགས་ཡུལ། བཟང། ཐམས་ཅད་མཁྱེན་པའི་གོ་མང་ཚེ་གཙོ་བོ་ད་དམིགས་ཡུལ་འདི་འདྲའི་རེད་དེ་ཡང། ནང་ཆོས་ཁོ་རང་གི། ནང་ལོག་ལ་ཡང། ང་ཚོ་མི་ཚེ་དག་རང་ཚེ་དག་རང་ལ་འབྲེལ་བ་ཡོད་པས། ད་གང་ལྟར། རྣམ་བཞག་མང་པོ་ཅིག་གསུངས་བསྡད་ཡོད་པ་རེད། ནང་གི་བསམ་བློ་བཏང་སྟངས་རེད། ཨ་ནི་ལུས་ངག་གི་ཀུན་སྤྱོད་འཁྱེར་སྟངས་རེད་འདི་འདྲའི་མང་པོ་ཅིག། ཚེ་དག་རང་ལ་ཞེ་དྲག་གི་འབྲེལ་བ་ཡོད་དེ་ངེས། མི་ཚེ་དག་རང་ལ་ད་མི་ཚེ་གཅིག་དོན་ལྡན་ཡོང་ཡག་ལ་འདི་འདྲའི་གི་རྣམ་བཞག་མང་པོ་ཡོད་རེད་ཡིན་ན་ད་གཙོ་བོ་འགྲོ་བ་དེ་སྐྱེ་བ་ཕྱི་མ་ཕན་ཆད་པའི་གལ་ཆེ་བར་རྩི་ཡིན་ནས་འདི་འདྲའི་གཅིག་ལ་ཡག་གཅིག་པའི་ཆོས་གི་རྣམ་བཞག་ཟེར་འདི་འདྲའི་གཅིག་གང་ནས་འབྲི་ཤེས་དང་འདི་འདྲའི་གཅིག་གང་ནས་ཉམས་ལེན་དུ་ཡོང་དགོས་འདུག་དེ་ཡིན་ཙང་ད་ནང་པ་གཅིག་ངོས་ནས་བཤད་པ་ཡིན་ན། སྐྱེ་བ་སྔ་ཕྱིའི་རྣམ་བཞག་གཞི་མར་བྱས་པའི་ཐོག་ནས་ད་ཆོས་ཀྱི་ཉམས་ལེན་དུ་ཡོང་དགོས་དུས་སྐྱེ་བ་སྔ་ཕྱིའི་རྣམ་བཞག་དེ་མ་ཤེས་པ་ཡིན་ན། ཚེ་འདི་གཅིག་པོ་ཡིན་ན། གཅིག་ད་ག་ཟེར་གཅིག་ད་གོ་གལ་ཆེན་པོ་འགྲོ་བ་དང་གནད་འགག་ཆེན་པོ་དེ་ཨ་ལམ་ད་ཆགས་ཀྱི་མེད་པའི་ཟེར་བ་ཞིག་རེད། རྩ་བའི་ད་གིས་ཞུས་པ་ནང་བཞིན། ཚེ་ད་རང་ལ་ཆོས་ཕྱོགས་ཀྱི་ནང་ལོགས་ནས་ད་བསླབ་བྱ་ཡི་རྣམ་གཞག་མང་པོ་བསམ་བློ་བཏང་སྟངས་མང་པོ་གཅིག་ཚེ་ད་རང་ཧ་ཅང་གི་ཕན་ཐོ་ཡོད་དོན་ངན་དགོས་མཁོ་ཡོད་དོན་ངན་དེ་རིང་ཁྱེད་ཚང་འཛམ་བུ་གླིང་འདིའི་སྒང་ལ། གཅིག་འཛམ་བུ་གླིང་འདིའི་གི་དཀའ་ངལ་སེལ་ཡ་ལ་ཡ་ཆོས་ཕྱོགས་ཀྱི་ཐོག་ནས་ཞབས་འདེགས་ཆེན་པོ་གྲུབ་ཐུབ་ཡ་ལྷག་པར་དུ་ནང་ཆོས་ཀྱི་ཐོག་ནས་ཞབས་འདེགས་ཆེན་པོ་གྲུབ་ཐུབ་ཡག་འདི་འདྲའི་གི་དག་ཅིག་མང་པོ་ཡོད་བསྡད་ཅིག་འདུག་ཚེ་རེད། དེ་ཡིན་ཙང་དག་སྐྱེ་བ་སྔ་ཕྱིའི་རྣམ་གཞག་དེ་དག་ནང་པའི་ངོས་ནས་ཞེ་དྲག་གལ་ཆེན་པོ་བརྩིས་བསྡད་ཡོད་རེད། ད་ལྟའི་སྐྱེ་བ་སྔ་ཕྱིའི་ཡོད་སྟངས་དེ་ལ་ནི་ད་ནང་པའི་གཞུང་ནང་ལོགས་ལ་ཡང། སྐྱེ་བ། སྔ་མ་ལ་ཡང་ད་ང་ཚོ་མཐོང་མེད་ཐ་མལ་ཟེར། སྐྱེ་བ་སྔ་མ་འདིའི་སྔ་མ་འདིའི་སྔ་མ་འདི་ནི་ཡང་ག་ཚོད་དེས་པ་ཡིན་ནའང་ད་ཐ་དུ་ཡང་མེད་པར་འགྲོ་ཅིག། མཐོང་མེད་ཐ་མལ་ཟེར་གསུངས་འདི་གོ་རེད། ད་ཐ་མའི་མཐའ་ཡོད་དང་མེད་ཟེར་ནས་ལབ་ཡོང་འདི་ད་ཡང་གྲུབ་བདེ་གི་འདོད་སྟངས་མི་འདྲ་མི་འདྲ་ཡོད་རེད། ཕྱི་མཐའ་ཡོད་དང་མེད་ཟེར་ལབ་པ་ཡིན་ན་ད་གྲུབ་བདེ་བཤད་སྟངས་མི་འདྲ་མི་འདྲ་ཡོད་ད་འདི་གས་དེ་དེ་རིང་འདི་རིང་མ་འདྲི་བཤད་བྱེད་མ་དགོས་པ་བྱེད། འདི་རེད། ད་གང་ལྟར་ཡིན་པའི། ང་ཚོའི་གི། ང་རང་ཚོ་ལ་ལུས་དང་སེམས་ཟེར་གཉིས་ཡོད་རེད། ལུས་དང་སེམས་གཉིས་ཡོད་པའི་ནང་ནས། ཨ་ནི་སེམས་དེ་ལ་ཡང་ཕྲ་རགས་རྣམ་བཞག་མང་པོ་ཅིག་ཡོད་རེད། སེམས་ཕྲ་མོ། གང་ལྟར། བི། སེམས་ཕྲ་མོ། སྐྱེ་བ་སྔ་མ་ནས་འདིར་ཡོང་ངེས་འདི་ནས་ཕྱི་མ་འགྲོ་ངེས་མུ་མཐུད་མ་འགྲོ་སྡོད་ངེས་ཀྱི་སེམས་གཅིག་ནང་པའི་གཞུང་ནི་གསུངས་བསྡད་དགོས་པ་རེད། ལུས་དེ་འཕགས་ང་རང་ཚོ་ལུས་རགས་པ་འདི་གས་དེ་འཕགས། ཕུང་པོ་འདི་གས་དེ་མེད་པ་ཆགས་པ་ཡིན་ན་ཡང་སེམས་ཕྲ་མོ་འདི་གས་དེ་སྔ་མ་ནས་འདིར་ཡོང་འདི་ནས་ཕྱི་མ་འགྲོ་སྡོད་ཡ་གཅིག་མ་གསུངས་བསྡད་དགོས་པ་རེད། འདི་ཡིན་དུས་ཚང་ལ་ཡང་དག་སྐྱེ་བ་སྔ་ཕྱི་ཡོད་པའི་རིག་པ་རྣམས་རིག་པའི་རྣམ་གཞག་མང་པོ་གསུངས་ཡོད་པ་རེད། གཅིག་ལ་འདི་རེད། གཉིས་ལ་ཡང་དེ་རིང་ཁེ་སང། ད་ཅིག་ནང་པ་ཙམ་དུ་མ་ཟད་པའི་ནང་པ་མ་ཡིན་པའི་ཕྱི་རོལ་པའི་ཆོས་བྱེད་མཁན་ནང་ལ་ཡང་ཕྱི་རོལ་པ་མ་ཡིན་པའི་གང་ལྟར་ཆོས་སྤྱི་དང་གི་ཆོས་མ་བྱེད་ཆོས་མ་བྱེད་མཁན་མི་རྒྱའི་ཁྲོད་ནང་ལོགས་ལ་ད་སྤུའུ་འདི་འདྲའི་གི་ཅིག་ཆུང་ཆུང་ག་ནས་སྐྱེས་ནས་སྐྱེ་བ་སྔ་ཕྱི་དྲན་མཁན་མང་པོ་ཡོད་རེད། སྐྱེ་བ་སྔ་ཕྱི་དྲན་ནས་ཨ་ནི། ཅིག་ཆུང་ཆུང་གང་ནས་སོ་སོའི་ཕ་མ་འདི་ལ་ཡང་ངའི་སྐྱེ་བ་སྔ་མའི་ཕ་མ། ཨ་ནི་ས་ཆ་འདི་འདྲའི་ཅིག་ལ་ལུང་པ་འདི་འདྲའི་ཅིག་ལ་ཨ་ནི་འདི་འདྲ་འདི་འདྲ་ཡིན་ཟེར་ལབ་བྱས་བྱས་ནས་དངོས་གནས་རང་ས་ཆ་དེར་ཕར་འགྲོ་དུས་ཙང་ལ་ཡང། སྐྱེ་བ་སྔ་མའི་ཕ་མ་གཉིས་དང་ཚེ་འདིའི་ཕ་མ་གཉིས་བྱས་ནས་ཕ་མ་བཞི་ཟེར་སྙམ་དོག། ཁྲེལ་ཡ་གི་ད་འཛམ་བུ་གླིང་ག་བ་ག་སར་ཡོང་བསྡད་གི་བ་རེད་ཅག་འདི་འདྲའི་ཐོག་ནས་ད་ང་ཚོ། སྐྱེ་བ་སྔ་ཕྱི་ཡོད་པ། ད་འདི་འདྲའི་ཐོག་ནས་ངེས་ཤེས་རྙེད་ཐུབ་ཡ་འགྲོ་ཅིག་རེད། འདི་རེད་ད་ང་ཚོ་གལ་ཆེ་ཤོས་རེད་བ་དེ། གར་ཆག་དགོས་རེད་ཞུས་པ་ཡིན་ན། ད་ལྟ་གི་ཞུས་པ་ནང་བཞིན། ང་ཚོས་ད་གི་ཚན་པ་དང་པོ་དེ་ནང་ལས་འབྲས་ཀྱི་རྣམ་བཞག་ཤེས་པ་རེད། ང་ཚོས་ལས་འབྲས་ཀྱི་རྣམ་བཞག་ཤེས་ཡོང་པའི་སྐབས་ལ་ཡང། ང་རང་ཚོས་ལས་དགེ་བ་ཟེར་ཡ་གཅིག་དང་ལས་མི་དགེ་བ་ཟེར་ཡ་གཅིག་བསགས་ནས། ཨ་ནི་ལས་དེ་བསགས་ཟིན་པའི་འོག་ལ་ཡང། ཨ་ནི་ལས་དེ་གི་ནུས་པ། ལུས་དེ་ལས་དེ་གི་བག་ཆགས་ཟེར་ན་ནུས་པ་ཟེར་ན་འདི་འདྲ་ཅིག་ང་རང་སེམས་ཀྱི་སྟེང་ལ་བཞག་དགོས་བ་རེད། སྤྱི་དང་ལས་ཀྱི་བག་ཆགས་གོ་གཞི་ཟེར་ཡ་དེ་ད་སེམས་དང་ཡང་ཅིག་ཅིག་ཡིད་ཀྱི་རྣམ་པར་ཤེས་པ་ཡང་ཅིག་འདི་འདྲས་བཞག་ཡ་འགྲོ་ཁ་ཤས་ཀུན་གཞི་རྣམ་པར་ཤེས་པ་བཞག་ཡ་འགྲོ་ཁ་ཤས་གང་ཟག་ཅི་ཙམ་པ་བཏགས་ཡོད་དེ་བཞག་ཡ་འགྲོ་ད་འདི་འདྲས་མང་པོ་བྱས་རོགས་གང་ལྟར་ལས་བསགས་ཟིན་པའི་འོག་ལ་ཡང། འབྲས་བུ་མ་སྨིན་པའི་བར་དེ་ལ་ཡང། ལས་ཀྱི་ནུས་པ་ཅིག་སེམས་སྟེང་ན་བཞག་བསྡད་དགོས་པ་རེད། ནུས་པ་འགྲོ་བ་ཅིག། སེམས་སྟེང་ན་བསྡད་བསྡད་དགོས་པ་རེད། ལས་ཀྱི་འབྲས་བུ་མ་གྲུབ་བར་དུ་བསྡད་བསྡད་དགོས་པ་རེད། བྱས་ཙང་འདི་ཡི་དུས་ཙང་ལ་ཡང། ང་རང་ཚོ་ཚེ་འདི་ལ་ཡང་ལས་བསགས་ནས། དེ་ཡི་ད་སྐྱེ་བ་ཕྱི་མ་དེ་ལ་ཡང། ལས་བསགས་པའི་འབྲས་བུ། ད་གང་ལྟར་ལས་བཟང་པོ་བསགས་པ་ཡིན་ན་སྐྱེ་བ་བཟང་པོ། ལས་ངན་པ་བསགས་པ་ཡིན་ན་སྐྱེ་བ་ངན་པ་ཟེར་བདག་གི། ལས་འབྲས་ཀྱི་རྣམ་གཞག་ཤེས་པའི་སྐབས་ཀྱི་ལས་ངན་པ་ཟེར་ཡ་དེ། ད་དེའི་ནང་ཤེས་པ་ནང་བཞིན་ཅིག། ཅིག། དག་རང་ཡོང་བསྡད་ཀྱི་བ་རེད། དེ་རེད། བྱས་ཙང་དེ་ཡིན་དུས། ད། ང་ཚོ། གལ་ཆེ་ཤོས་འགྲོ་བ་དེ། ལས་འབྲས་རྣམ་གཞག་ཟེར་ཅིག་ཡོད་པ་ཅིག་ཡིད་ཆེས་ཅིག་ཡོད་པ་བྱེད། དེ་ནས་སྐྱེ་བ་སྔ་ཕྱི་ཟད་ཅིག་ཡོད་པ་ཅིག། ད་ཉི་བྱེད་ཟེར་ན་འདི་འདྲས་ཅིག་ཡོད་པ་ཅིག། ད་འདི་གཉིས་ཡོད་པའི་ཐོག་ནས་ད་ང་ཚོ་ཆོས་ཀྱི་ཉམས་ལེན་ཟེར་ཏེ། ག་འདྲས་ཅིག་བྱེད་དགོས་རེད། ཟེར་ལབ་པ་ཡིན་ན། ད་སྐྱེ་བ་སྔ་ཕྱི་མེད་པ་ཡིན་ན་དེ་ཙམ་གྱིས་ཆོས་ཀྱི་ཉམས་ལེན་ཞིག་བྱེད་དགོས་ཡ་གི་ཡོད་མ་རེད། ལས་རྒྱུ་འབྲས་ཟད་དེ་མེད་པ་ཡིན་ན་དེ་ཙམ་གྱིས་ད་ཆོས་ཀྱི་ཉམས་ལེན་ཞིབ་བྱེད་དགོས་ཀྱི་ཡོད་མ་རེད་ཅེས་དང་སྐྱེ་བ་སྔ་ཕྱི་ཟད་དེ་ཡོད་པ་ཅིག་ལས་རྒྱུ་འབྲས་ཟད་དེ་ཡོད་པ་ཅིག་ཡིན་ན་ད་ཆོས་ཀྱི་ཉམས་ལེན་མ་བྱེད་ཐབས་མེད་འགྲོ་གི་རེད་ག་རེ་ཟེར་ན་ང་ཚོས། ཚེ་འདི་ལ་ཡང་ང་ཚོས་ག་ཚོད་མ་ཚོད་ག་ཚོད་ལགས་པ་ཡིན་ན། ད་སྐྱེས་ནས་མ་ཤི་བར་དུ་ད་མང་ང་ལོ་བདུན་བཅུ་བརྒྱ་བཅུ་དགུ་བཅུ་དེ་འདྲའི་ལྡན་མཁན་ཅིག་ཡིན་པ་ཡིན་ན་ད་ལོ་འདི་འདྲའི་ཅིག་རེད། དེའི་ནང་ནས་ལོ་རྒན་པ་ད་ལོ་ལྔ་བཅུ་དྲུག་ཅུ་སླེ་དེ་ངན་ཡིན་ན་ད་སོ་སོ་གི་མི་ཚེ་ལྷག་མ་ལོ་བཅུ་བཅོ་ལྔ་ཉི་ཤུ་འདི་འདྲ་ཅིག་རེད། ལོ་བཞི་བཅུ་ལྔ་བཅུ་སླེ་དེ་ངན་ན་མི་ཚེ་ཕྱེད་ཀ་ཚེ་འགྲོ་ཚར་བ་རེད། འདི་རེད། བརྩེ་བའི་ང་རང་ཚོ་ཚེ་ལ་ངེས་པ་གས་ཡོད་བ་མ་རེད། ལོ་བརྒྱ་བརྒྱ་འདས་པའི་ངེས་པ་ཡོད་མ་རེད། བརྒྱ་བཅུ་དགུ་བཅུ་འདས་པའི་ངེས་པ་ཡོད་མ་རེད་དྲུག་ཅུ་བདུན་ཅུ་འདས་པའི་ངེས་པ་ཡོད་མ་རེད། གང་ལྟར། པས་སྐྱེས་ནས་ལམ་སང་ཕྱི་འགྲོ་ངན། ཕ་མ་སྨྲ་ཤེས་གོང་ནས། མ་ཤི་གོང་ནས་ད་སྤུ་ཤི་འགྲོ་ངེས། ད་དེ་འདྲའི་གི་མང་པོ་ཅིག་ཡོད་རེད། ཨ་ནི་ཕྱོགས་གཅིག་ནས་ང་རང་ཚོའི་གསོན་རྐྱེན་ཉུང་འཆི་རྐྱེན་མང་བ་ཡིན་ཟེར་ཕྱིན་ད་ཅིག་ནད་ཡམས་ཀྱི་འཆི་འགྲོ་ཡ། ཨ་ནི་དྭགས་ནང་བཞིན་གྱི་ས་ཡོམ་གྱི་འཆི་འགྲོ་ཡ། རླུང་འཚུབ་ཀྱི་འཆི་འགྲོ་ཡ། ཆུའི་འཇིག་པ་དེ་འདྲའི་གི་ད་འཇུ་བའི་འཆི་འགྲོ་ཡ་དམག་འཁྲུག་གི་འཆི་འགྲོ་ཡ། ཨ་ནི་དྭགས་ན་གཞི་སུ་སུ་སུའི་གི་ད་གང་ལྟར་ལུས་ལ་ན་ཚ་དེ་འདྲའི་བྱུང་བྱས་ནས་འཆི་འགྲོ་ཡ་ད་འཆི་རྐྱེན་ཧ་ཅང་མང་པོ་རེད། ཚེ་འདི་ཡི་འདུས་གཙང་ལ་ང་རང་ཚོས་ལྟ་གང་ལྟར་མི་ཚེ་འདི་མི་ཚེ་རིང་པོ་གཅིག་འདས་པ་ཡིན་ན་ཡང། ད་ལོ་ག་ཚོད་ཅིག་ཡོད་རེད། སོ་སོ་ད་ལྟ་མི་ཚེ་ག་ཚོད་ཅིག་འགྲོ་ཚར་ཡོད་རེད་འདིའི་ལྷག་མ་ག་ཚོད་ཅིག་ཡོད་རེད། བཙལ་བས་མི་ཚེ་རིང་པོ་འདས་པའི་ངེས་པ་ཡོད་མ་རེད། ཅི་ན་མིའི་ཚེ་འདི་ཡི་མི་ཚེ་ཟེར་ཏེ་འདི་འདྲ་ཅིག་རེད། ད་ང་ཚོ་གལ་ཆེ་ཡག་དེ་སྐྱེ་བ་ཕྱི་མ་དེ་རེད། སྐྱེ་བ་ཕྱི་མ། འདིའི་སྐྱེ་བ་ཕྱི་མ་དེ། ཚེ་གཅིག་གི་སྐད་ཆ་མ་རེད། སྐྱེ་བ་ཕྱི་མ། འདིའི་ཕྱི་མ། འདིའི་ཕྱི་མ་འདིའི་ཕྱི་མ་བྱས་བྱས་ནས་འདི་ནི་འཕགས་ད་མང་པོ་ཞིག་ཡོད་རེད། བྱས་ཙང་འདི་ཡིན་དུས་ཙང་ད་ནི་ང་ཚོ་ཚེ་འདི་དང་ཕྱི་མ་གཉིས་ད་ག་རེ་གལ་ཆེ་གི་རེད་ད་འདི་ང་ཚོ་ངེས་པར་དུ་བསམ་བློ་བཏང་དགོས་པ་རེད། བདག་གིས་ཞུས་པའི་ནང་བཞིན་ཚེ་འདི་ལ་ཡ། ཕྱོགས་གཅིག་ནས་ང་ཚོས་གར་མ་གི་གར་ཤེས་པ་ཡིན་ན་ད་ལྟ་གྲ་སྒྲིག་ཐག་ཆོད་འགྲོ་རྒྱུ་མང་ཆེ་བ་ལ་ཡ་ཟ་ཡག་ཡོད་པ་འཐུང་ཡག་ཡོད་པ་གོན་ཡག་ཡོད་པ་བསྡད་ཟེགས་ཁང་པ་ཡོད་པ། ག་རེ་ཡིན་ན་ཅིག་གོ་ཆ་རྐྱེན་ཅིག་འཛོམས་བསྡད་ཡོད་རེད། ཕྱོགས་གཅིག་ནས། མིའི་མི་བཟོས་ཏེ། ད་ལྟ་སོ་སོའི་ལོ་ག་ཚོད་སླེབས་བསྡད་རེད་ད་འདི་ནས་པ། ལྷག་མ་ཚེ་ལྷག་ག་ཚོད་ཅིག་བསྡད་ཀྱི་རེད། འདུག་སེམས་མ་བསམ་བཏང་བ་ཡིན་ན། ལོ་མང་པོ་ཞེ་དྲག་གས་ཡོད་མ་རེད། ཞེས་འདི་འདྲའི་ཐོག་ནས་ད་ང་ཚོ། འབྱུང་འགྱུར་འདས་པའི་སྐྱེ་བ་ཕྱི་མ། དེས་སྐྱེ་བ་ཕྱི་མ་གཅིག་ཙམ་མ་ཡིན་པར། དེའི་ཕྱི་མ་དེའི་ཕྱི་མ་འདི་ནས་བ་མང་པོ་ཅིག་ཡོད་དུས་ད་འདི་གལ་ཆེ་ཨ་རེད། དཔེར་ན་ང་ཚོ། ཚེ་བདག་རང་བྱས་པ་ཡིན་ན། ད་ལོའི་ལོ་དེ་གཅིག་པོ་གལ་ཆེ་གི་རེད་བས། ལོ་རྗེས་མ། འདི་ནས་བ། ད་གཉིས་སྟོང་གཉིས་རྩ་གཅིག་རྩ་གཉིས་རྩ་གསུམ་བཅས་འདི་ནས་བ་གལ་ཆེ་གི་རེད། རེད་བ། འདུག་བསམ་བཏང་དུས་བསམ་བློ་ཞིབ་ཚགས་པོ་བཏང་བས་ན། ཉིས་སྟོང་ཉི་ཤུ་ཟེར་ཡ་དེ་ད། ད་ལྟ་ཅི་འདྲ། བདུན་པ་རྫོགས་འགྲོ་གི་བ་རེད། ཨ་ནི་ད་ཞུ་གི་མི་འདུག་བ། ད་གཉིས་སྟོང་གཉིས་རྩ་གཅིག་དེ་གལ་ཆེ་ཨ་རོ་བ། ཨ་འདི་ཡང་རྩ་གཅིག་རྩ་གཉིས་བྱས་བྱས་ནས་མ་དགའ་རོགས་གཅིག་མ་བྱས་ན་འདི་སྐད་ཆ་ཆགས་ཀྱི་རེད་བ། དཔེར་ན་དེ་རིང་ཉི་མ་གཅིག་དང་སང་ཉིན་གནངས་ཉིན་བྱས་ནས་ག་རེ་སྐད་ཆས་ཀྱི་ཟེར་ན། སང་ཉིན་གནངས་ཉིན་སྐད་ཆ་བརྩིགས་བ་རེད་བ། ད་དེ་རིང་ཉི་མ་གཅིག་ཟེར་དུས་ད་ཆུ་ཚོད་ག་རོགས་འགྲོ་ཚར་རེད་ད་བཙོག་འགྲོ་གི་འདུག་བ་བྱས་འདུག་ཟེར། དེ་རིང་དང་སང་ཉིན་བྱས་ན་སང་ཉིན་སྐད་ཆ་རེད་ད་ལོའི་ལོ་དང་ལོ་རྗེས་མ་བྱས་ན་ལོ་རྗེས་མ་སྐད་ཆ་རེད། ཚེ་འདི་དང་ཕྱི་མ་བྱས་ན་ཕྱི་མ་སྐད་ཆ་ཡིན་པ་དེ་ང་ཚོས་ད་དངོས་གནས་འདུག་ཅེས་སྦང་བསམ་བཏང་བ་ཡིན་ན་བཏང་ཐུབ་ཡ་གཅིག་རེད་བ། ཅན་ད་ཕྱི་མ་གས་ཆག་ཆག་གི་ཡོད་པ་ཡིན་ན། ད་ཕྱི་མ་ལ་ཡ། ཕན་པའི་ང་ཚོས་གར་བྱེད་ཡ་ཡོད་རེད་བ། ཕྱི་མ་ལ་ཡ། ཕན་པ། སུ་སུའི་སྐྱེ་བ་ཕྱི་མ་དེ་ལ་མ་གནོད་པ་ད་སུ་སུའི་བྱེད་ཡ་གར་ཡོད་རེད། ཚེ་འདི་ལ་གར་མ་དགོས་གར་ཤེས་ན་སྐྱེ་བ་སྔ་མིན་སྐོར་གཅིག་ལས་ཀྱི་གཅིག་བཟོས་བྱས་ཕྱིར་འབྲོམ་ཤིང་རོ་གཅིག་བཟོས་བྱས་འདི་སླད་ཚར་བ་རེད་ད་གར་ཡིན་ན་ད་ད་གཅིག་ཕ་ཡིས་འདི་བྱས་ཚར་བ་ར་ད། འབྱུང་རྒྱུ་འདས་པའི། སྐྱེ་བ་ཕྱི་མ་དེར་ད་ང་ཚོས་ཡིག་བྱེད་ཡ་གར་དུ་ཕེན་པའི་ལས་ཀ་གར་བྱེད་ཡ་འདུག་གར་བྱེད་དགོས་ཀྱི་འདུག་ད་དེ་ངེས་པ་བསམ་བཏང་ངོ་རེ། བྱས་ཙང་འདི་ཡིན་དུས་ཙང་ལ་ད་གིས་ལས་འབྲས་ཀྱི་རྣམ་བཤད་ཤེས་ཡ་འདིའི་ནང་ལ་ཡ། སྐྱེ་བ་ཕྱི་མ་དེ་ལ། ད་ང་ཚོ། མི་སུ་ཡིན་ནའང། ངན་སོང་སྐྱེས་མ་གོ་ཅིག་བསམ་བཏང་དགོས་བ་རེད། དཔེར་ན་ངན་སོང་གསུམ་ནང་ལོགས་ནི་ད་བྲག་ག་དུད་འགྲོ་རེད། དུད་འགྲོ་རེད། ད་དུད་འགྲོ་འདུག་བལྟས་པ་ཡིན་ན་ང་ཚོ་མཐོང་བལྟས་ཡ་གི། ཁྱི་རེད། དེ་མིན་གྱི། ད་ཅིག་འབུ་སྲིན་རེད། ཅིག་མང་པོ་ཅིག་ཡོད་རེད་འདི་གའི་གནས་སྟངས་ག་འདྲའི་འདུག་ཅིག་ཆར་བ་ཤུགས་ཆེན་པོ་བཏང་སོང་ན་དཀའ་ངལ་ག་ཚོད་འདུག་ཉི་མ་ཚ་བོ་ཅིག་བསྟན་སོང་ན་དཀའ་ངལ་ག་ཚོད་འདུག་ཉིན་རེ་ཉིན་རེ་འཚོ་བའི་ཐོག་ལ་དཀའ་ངལ་ག་ཚོད་འདུག་ནག་ཚགས་ཅིག་བྱུང་སོང་ན་དཀའ་ངལ་ག་ཚོད་འདུག་ད་ཨ་ལས་ང་ཚོས་མིག་གིས་མཐོང་འདོད་ཡ་འདི་གའི་ཐད་རིག་པས་སྒྲུབ་དགོས་ཀྱི་མི་འདུག་ལུང་དྲངས་དགོས་ཀྱི་མི་འདུག་ང་ཚོས་མིག་གིས་མཐོང་བསྡད་ཀྱི་འདུག་ཨ། ང་ཚོ་མཐོང་བསྡད་ཡ་གི་ཅིག་སོ་སོའི་གི་ནང་ལ་ཡོད་བསྡད་ངེས་སོ་སོའི་གི་ནང་གི་གཡས་གཡོན་ལ་ཡོད་བསྡད་ངེས་འདུག་ཅེས་དག་ཏུ་བཟུང་བའི་དུད་འགྲོ་བདག་ཏུ་མ་བཟུང་བའི་དུད་འགྲོའི་ལྟར་མང་པོ་ཞིག་ཡོད་ལ་འདི་གའི་གནས་སྟངས་ག་འདྲས་ཅིག་འདུག་ག་འདྲས་ཅིག་གང་བདེན་འདུག་སྡུག་བསྔལ་ག་ཚོད་ཅིག་འདུག་མང་པོ་གཅིག་ནི་དུད་འགྲོའི་རིགས་མང་པོ་གཅིག་ནི། ང་རང་ཚོ་མི་ཡིག་གིས་ད་གང་ལྟར་བཀོལ་སྤྱོད་ཡོད་བ་ལ་ཡང་སྡུག་བསྔལ་མྱངས་འདུག་པར་དུད་འགྲོ་མང་པོའི་གཅིག་ནི་ང་རང་ཚོ་མི་ཡིག་གིས་གཅིག་བཟའ་ཡག་དང་ཤ་བཟའ་ཡག་དང་ད་འདི་འདྲས་ཀྱི་ཆེད་དུ་སྲོག་འགྲོ་བསྡད་གི་བ་རེད། ང་ཚོ་མི་ཡིན་ན་ད་སྲོག་ཅིག་བྱས་སོང་ཟེར་ལབ་བ་ཡིན་ན་ད་ཞིའུ་ཅིག་འདི་བྱས་བྱས་ནས་ད་པའི་ཁྲིམས་ལ་གཏུགས་དགོས་དུས་གཅིག་ཞུ་གཅིག་བྱེད་ཀྱི་རོ་ད་དུད་འགྲོའི་རིགས་དེ་གས་དེ་དུད་འགྲོའི་གང་ཡང་མེད་པ་བྱས་བྱས་ན་སྲོག་མང་པོ་ཅིག་འགྲོ་བསྡད་ཀྱི་འདུག་ཨ་ནི། གཅིག་བས། བདག་ཏུ་མ་བཟུང་བའི་དག་རིགས་ཀྱི། རི་དྭགས་དང་དེ་འདྲས་ཡིན་ན་ནི་གཅན་གཟན་དེ་འདྲས་ཀྱི་ད་གང་ལྟར་གསོན་པོ་ཁོ་རང་གཅིག་ཟ་ཡག་དང་དེ་གས་དེ་ང་ཚོས་མང་པོ་མཐོང་ཡག་འདུག་ཨ་ཅེ་འདུག་བསམ་སྟངས་ཡིན་ན། ང་ཚོ་ད་ལྟ་སོ་སོའི་སྐྱེ་བ་བླངས་བསྡད་པའི་འགྲོ་བ་མིའི་སྐྱེ་བ་དེ་དང། ཕ་ཆོས་ལ་ཡོད་དེ་ཀྱི་དུད་འགྲོའི་སྐྱེ་བ་ལུས་རྟེན་གཉིས་སྤར་བུ་དེ་ལ་གཤིབ་བསྡུར་ཅིག་བྱས་བྱས་ནས་ང་ཚོས་ཅིག་ཁྱད་པར་གར་དུ་ཅིག་བལྟས་པ་ཡིན་ན། སྡུག་བསྔལ་ཆེ་ཆུང་དག་ན་ཞིང་མཐུན་རྐྱེན་འཛོམས་ལོས་སྡུག་བསྔལ་མང་ལོས། འདི་འདྲའི་མང་པོ་ཅིག་བལྟས་པ་ཡིན་ན་ང་ཚོས་མཐོང་ཐོས་ཡ་རོ། དག་ན་ཞིང་གི་དུད་འགྲོའི་རིགས་ལ་དགེ་བ་བསྒྲུབ་ཡ་ག་ཡོད་ཡོད་མ་རེད། མ་ནི་ཚིག་ཅིག་ཕལ། ཅིག་བས་འདི་བྱས་ན་དོན་ཐུག་ཡ་གི་ཁོ་ཚོ་གས་མི་འདུག་ཨ་ང་ཚོ་ཆོས་ཅིག་ཤེས་པ་ཡིན་ན་ཨམ་ཅོག་ཅིག་གོ་བ་ཡིན་ན་བག་ཆགས་རོ་བཞག་གི་ཡོད་ན་མ་ཏོ་དོན་དག་ཁོ་ཐུག་ཡ་གས་མི་འདུག་ཨ་དུད་འགྲོའི་རིགས་ད་དུད་འགྲོ་ཅིག་གང་དེ་དེར་ང་ཚོ་ཅིག་ཆོས་ཅིག་སྒྲུབ་པ་ཡིན་ན་ད་སོ་སོའི་གིས་མ་བྱས་པར་རང་རེད་མ་ཏོ་ཅིག་ཆོས་སྟོན་ངེས་དགེ་བའི་བཤེས་གཉེན་བརྗེ་སངས་རྒྱས་ཀྱི་བསྟན་པ་བརྗེ་ཨ་ནི་སོ་སོའི་གིས་ཆོས་ཉམས་ལེན་བྱེད་ན་བྱེད་ཐུབ་ངེས་ཆོས་ཀྱི་སློབ་སྦྱོང་བྱེད་ན་བྱེད་ཐུབ་ངེས་ཆ་རྐྱེན་མང་པོ་ཅིག་ང་ཚོ་འཛོམས་བསྡད་ཡོད་ར

གནངས། ཉིན་ག་ཐག་ཏུ་ཅིག་དུད་འགྲོ་སྡེ་བ་ཅིག་ལ་ཡང་སྐྱེ་བ་བླངས་རྗེས་འདི་ནས་ཕལ་ཆེར་དུད་འགྲོའི་རིགས་དེ་ལོ་གཅིག་ཚེ་གཉིས་ཚེ་ན་ཀོ་ག་རོ་ཆེན་པོ་ཆགས་ཡོང་གི་འདུག་ང་ཚོ་མིག་མཐོང་ཡང་ཡོད་དེ། ལོ་རྗེས་མ་ཉིས་སྟོང་ཉི་ཤུ་རྩ་གཅིག་རྩ་གཉིས་རྩ་གསུམ་དག་སོ་སོའི་སྡེ་བ་ལས་མི་སྲིད་པ་གས་མ་རེད་བ། རེད་བ། ཇི་ཙམ་འདི་ཡིན་འདི་ཙམ་ལ་ད་འདུག་བསམ་བཏང་ནས། ཨ་ནི་ད་གར་བྱེད་དགོས་ཀྱི་འདུག་ད་ལྟ་སོ་སོའི་གི་ལུས་རྟེན་དེ་ག་འདྲས་ཅིག་རེད་འདུག་གལ་ཆེན་པོ་ག་འདྲས་ཅིག་རེད་འདུག་མཐུན་རྐྱེན་ག་ཚོད་འཛོམས་འདུག་རེད་བ། སྐྱེ་བ་རྗེས་མ་འདི་འདྲ་ཞིག་སྐྱེས་ན་ག་རེ་ཡོང་ས་རེད་ད་དེ་ང་ཚོའི་བསམ་བློ་གྱི་སྟངས་ནས་ཨ་ནི་གཞི་ནས་ནང་ནས་ད་ཆོས་པའི་ཉམས་ལེན་བྱེད་ཡ་ཅིག་ད་སེམས་ནང་ནས་གུ་སྐྱོ་ཅིག་ཐེག་ཡོང་གི་རེད། ཅིག་ཐེག་ཡོང་གི་རེད་ད་ཅིག་ད་ང་ད་ལྟ་ཅིག་ཆོས་བྱེད་ན་བྱེད་ཤེས་ཀྱི་ཡོད་པ་བྱེད་ཡ་གི་ཆ་རྐྱེན་ཡོད་པ་མཐུན་རྐྱེན་ཡོད་པ་ཅིག་གོ་སྐབས་ཡག་པོ་ཅིག་འདུག་ཨ་ནི། འདིའི་སྐབས་ལ་ཡང་མ་དཔྱད་པར་བྱས་རྗེས། ཨ་ནི། ཚིག་ཅིག་ཚད་ཅིག་ཕུད་རྗེས་གཅིག་ཉི་མ་གཅིག་ཤི་ཡའི་མཚམས་སླེབས་པ་ཡིན་ན། ཨ་འདི་ནི་གཅིག་ཤི་རྗེས་ཀྱི་ནི་བདེ་བ་གཅིག་སྐྱེས་པ་ཡིན་ན། ཨ་ནི་གེགས་མི་འདུག་ཨ་ནི་དུད་འགྲོ་ལ་མ་སྐྱེས་བདེ་བ་ཡིན་ན་ནི་དགེ་བ་གྲུབ་ཡང་སྣ་ཆད་མི་འདུག་ཨ་མི་དགེ་བ་ནི་དུད་འགྲོའི་རྣམས་ལ་དཔེ། ཆགས་པ་དང་ཞེ་སྡང་དང་འདི་གའི་མངོན་འགྱུར་ཤུགས་ཆེན་པོ་རེད། འདོད་ཆགས་ཤུགས་ཆེན་པོ་ཡོད་རེད། ཞེ་སྡང་ཤུགས་ཆེན་པོ་ཡོད་རེད་དུད་འགྲོ་འདི་གའི་དེ་གཅིག་གཅིག་འཛིན་ཡ་འདི་འདྲའི་གི་ཤུགས་ཆེན་པོ་ཡོད་རེད། ཅིག་མི་དགེ་བ་ལ་ནི་དཔེ། ཡོད་དེ་ཅིག་འདུག་ཟེར། དགེ་བ་ནི་དགེ། དེ་ཅིག་ཡོད་མ་རེད་ཅེ་ན་དེ་བ་ཅིག་སྐྱེས་པ་ཡིན་ན་ད། ག་རེ་བྱེད་ས་རེད་ད་འདི་བསམ་སྟངས་དགོས་བ་རེད་ཅེ་ན་འདི་འདྲའི་ཐོག་ནས། ད། འགྲོ་བ་རིགས་དྲུག་ནང་ནས་ངན་འགྲོ་ངན་སོང་གསུམ་དང་དུད་འགྲོ་གསུམ་བྱེད་ཅེ་ནས་ད་ངན་འགྲོ་གསུམ་ནང་ནོར་ནས། ཉེན་ཁ་ཆེ། སྡུག་བསྔལ་སྟེ་ཡང་ང་དེ་དུད་འགྲོ་རེད་ད་ལྟ་ཞུས་དེ། དེ་ལས་སྡུག་བསྔལ་དྲག་བ། དམྱལ་བ། ཡི་དྭགས་སུ་ཡོད་རེད། འདི་གའི་ལ་སྐྱེས་པས་ན་ག་རེ་ཡོང་ས་རེད། ཁྱོད་འདི་གའི་སྐྱེས་ཡ་ནི་རྒྱུ་དེ་ནི། མི་དགེ་བ་རེད་གཞན་པ་གིས་མ་རེད། མི་དགེ་བ་རེད་ཅེ་ཚང་ང་རང་ཚོའི་ད། ཅིག་ད་ལྟ་བར་དུ་སྐྱེས་ནས་ད་ལྟའི་བར་དུ། སོ་སོའི་གི་མི་ཚེ་གསོན་པ་དེའི་རིང་འདི་ལ། དགེ་བ་ག་ཚོད་བསྒྲུབ་འདུག་མི་དགེ་བ་ག་ཚོད་འདི་བྱེད་འདོད་འདུག་རྩིས་རྒྱག་པ་ཡིན་ན། ད་ཕལ་ཆེར་ཚོད་དཔག་ག་ལ་གང་འཚམ་ཐེག་ཐུབ་ཡ་འགྲོ་གི་རེད། སྐྱེ་བ་རྗེས་མ་འདི་ག་འདྲས་ཅིག་སྐྱེ་ས་རེད་སོ་སོ་སོ་སོ་གིས་དུས་བྱས་བས་ན་ད་དངོས་གནས་བྱས་ན། བཅོམ་ལྡན་འདས་ཀྱིས་སྔ་ས་ནས་ལུང་བསྟན་ཚར་བ་རེད། ད་ནང་ང་ཚོས་སྐྱེ་བ་རྗེས་མ་ག་འདྲས་སྐྱེ་ས་རེད་རྩིས་བསྐོར་མ་དགོས་པ། མོ་ལུང་ཐུགས་རྟགས་ཞུ་མ་དགོས་པ་ཕལ་ཆེར་བཅོམ་ལྡན་འདས་ཀྱིས་ལུང་སྔ་ས་ནས་བསྟན་ཡ་རེད་བཅོམ་ལྡན་འདས་ལུང་གར་བསྟན་ཡང་ཟེར་ན། མི་དགེ་བ་བསགས་སོང་ན་ནི་མི་དགེ་བ་ཆེན་པོའི་དམྱལ་བ་ཡིན་འབྲིང་གི་ཡི་དྭགས་ཡིན་ཆུང་ངུའི་དུད་འགྲོ་ཡིན་ཟེར་ན་བཅོམ་ལྡན་འདས་ཀྱིས་ལུང་དག་རང་བསྟན་ཚར་རེད་བྱས་ན་འདིས། བས། ལུང་འདི་ལ་བསླུ་བ་མེད་པ་དེ་འདྲ་གཅིག་རེད། ཁྱེད་འདི་ཡིན་འདི་ཙམ་ལ་ད་འདུག་ཅེས་སོ་སོའི་གི། མི་དགེ་བ་ག་ཚོད་བསགས་འདུག་དགེ་བ་ག་ཚོད་བསྒྲུབས་འདུག་མི་དགེ་བ་འདི་གཉིས་ཡང་ཅི་ཅིག་དུལ་ཅེས་དཔྱད་ཡང་ཅིག་དུལ་ནས་ནི་སྐྱེ་བ་ཇི་མ་དེ་སོ་སོའི་སྐྱེ་བ་ག་འདྲ་ཅིག་གླེང་ས་རེད་འདུག་ཅེས་ད་ལས་འབྲས་ཀྱི་རྣམ་བཞག་བཅོམ་ལྡན་འདས་ཀྱིས་གསུངས། དེ་འདྲའི་གི་ནང་ཆོས་ཀྱི་འགྲོ་སྟངས་འདི་གལ་ཏེ་ཡག་པོ་ཅིག་ངེས་པ་ཡིན་ན། རོབ་ཅོལ་ཚོད་དཔག་ཐིག་རེད། སྐྱེ་བ་རྗེས་མ་འདི་ག་འདྲ་ཅིག་སྐྱེ་ས་རེད། དེ་འདྲ་སྐྱེ་ས་རེད། ངན་འགྲོ་སྐྱེ་ས་རེད། དེ་འདྲ་སྐྱེ་ཡ་དང་ངན་འགྲོ་སྐྱེ་ཡ་དེ་ནི་རང་དབང་ཡོད་མ་རེད། བོད་ཡིག་སོ་སོའི་གི་ལས་གི་རྗེས་སུ་འབྲང་དགོས་ཀྱི་རེད། ཨ་ནི་ལས་དེ་ནི་མི་དགེ་བ་སྟོབས་ཆེ་ཡ་ཡོད་ན་ངན་སོང་སྐྱེ་གི་རེད་ལབ་རེད། དགེ་བ་སྟོབས་ཆེ་ཡ་ཡོད་ན་དེ་འདྲ་སྐྱེ་གི་རེད་ལབ་རེད། ཨ་ནི་ཁོ་གཉིས་མཉམ་པ་ཡིན་ན་ག་རེ་སྐྱེ་གི་རེད་ཟེར་དུས། ཨ་ནི་སོ་སོ་ག་རེ་གོམས་པ་ཆེ་ཡ་ཡོད་ན་དེ་སྐྱེ་གི་རེད་གསུངས་ཡ་རེད། མི་དགེ་བའི་ལས་དང་དགེ་བའི་ལས་གཉིས་སྟོབས་ཆེ་ཆུང་མཉམ་པ་ཡིན་ན། ཨཱ་ག་བ་ལ་ཡང་གོམས་པ་ཆེ་ཡ་ཡིན་ན་ང་ཚོ་མི་དགེ་བ་ལ་གོམས་པ་ཆེ་ཡ་རེད། ད་གོམས་པ་མཉམ་པ་ཡིན་ན་ག་རེ་བྱེད་རེད་ཟེར་དུས་ལས་དེ་ག་རེ་ཐག་ཉེ་ཡ་ཡོད་ན་འདི་ལ་སྐྱེལ་འགྲོ་གི་རེད་ཟེར་ལབ་རེད། མི་དགེ་བའི་ལས་དེ་ས་ཡ་དེ་ཐག་ཉེ་ཡ། དགེ་བའི་ལས་ས་ཡ་དེ་ཐག་རེ་ཡ་ཡོད་ན་མི་དགེ་བའི་ལས་དེར་འདུག་ཟེར་རེད། ཅེས་དང། ད་ང་ཚོ་དགེ་བའི་ལས་བསགས་ཡོད་རེད་མི་དགེ་བའི་ལས་བསགས་ཡོད་རེད་ད་སྐྱེ་བ་ཕྱི་མ་དེ་འགྲོ་བ་སྐྱིད་རེད་མི་དགེ་བའི་ལས་བསགས་ཡོད་རེད། ངན་སོང་ལ་སྐྱིད་རེད་མི་དགེ་བའི་ལས་བསགས་ཡོད་རེད་ཟེར་ལབ་ཡོད་ན། ཨན། དཔེ་དཔེ་ཆའི་ནང་ལ་ཡང། ཨ་ནི་དགེ་བའི་ལས་དང་མི་དགེ་བའི་ལས་གཉིས་སྟོབས་ག་རེ་ཆེ་བ་ཡིན་ནམ། མི་དགེ་བའི་ལས་སྟོབས་ཆེ་ན་ངན་སོང་སྐྱིད་རེད། དགེ་བའི་ལས་སྟོབས་ཆེ་ན་དེ་འགྲོ་སྐྱིད་རེད་གསུངས་ཡོད། ད་སྟོབས་མཉམ་ན་ག་རེ་བྱེད་ག་རེ་བྱེད་རེད་ཟེར་དུས། སྟོབས་མཉམ་པ་ཡིན་ན་གོམ་པ་གར་ཆེ་ཡ་ཡོད་ནའང་སེ་ལབ་རེད་མི་དགེ་བ་ལ་གོམ་པ་ཆེ་ཡ་ཡོད་ན་ཨཱ་ནི་མི་དགེ་བའི་ལས་ཀྱི་འབྲས་བུ་ངན་འགྲོ་སྐྱིད་རེད་དགེ་བ་ལ་འདི་ཡིན་ན་ཨཱ་ནི་དེ་འགྲོ་སྐྱིད་རེད་ལ། ད་གོམ་པ་མཉམ་པ་ཡིན་ན་གར་ཆེ་གི་སེ་དེ་ཨཱ་ནི་ཐག་ཉེ་ལོས་ཀྱི་ལས་བསགས་བསགས་ཡ་ཐག་ཉེ་ལོས་ཀྱི་དེ་གི་ཅིག་རེད་སེ་འདི་གྱིས་དེ་དཔེ་ཆའི་ནང་ལོགས་ལ་ཧ་ཅང་གི་ཞིབ་འཇུག་གཏིང་ཚུད་པོ་འདུག་སེ་གནང་ཡོད་རེད་སྤྱིར་འདི་འདྲའི་གི་ཐོག་ནས་ད་སུ་སུའི་གི་ཚེ་འདི་གི་ད་སྐྱིད་ནི་ད་འདའ་བར་འདུག། ད་དེའི་ཞིབ་ཚགས་པོ་ཡོང་གི་མི་འདུག་ན་ལོ་གཅིག་ནང་ལོགས་ལ་ད་སོ་སོས་ག་འདྲས་བྱས་འདུག་དེའི་ཞིབ་ཚགས་པོ་ཡོང་གི་མི་འདུག་ན་ད་ཟླ་བ་གཅིག་ནང་ལོགས་ལ་སོ་སོས་གར་བྱས་འདུག་དེའི་ཞིབ་ཚགས་པོ་ཡོང་གི་མི་འདུག་ན་ཉི་མ་གཅིག་ནང་ལོགས་ལ། ཞོ་ཀེ་ཡ་ལང་ནི་མ་རྙེད་པ་འདུག་དགེ་བ་མ་གྲུབ་འདུག་མི་དགེ་བ་མ་གྲུབ་འདུག་ཅེས་ཅི་ཡིན་ཞིག་ང་ཚོས་བསྐོར་བ་ཡིན་ན། སོ་སོས་སོ་སོའི་གི་རེ་བ་ཉི་མ་གཅིག་ནང་ལོགས་ལ་དགེ་བ་མ་གྲུབ་འདུག་མི་དགེ་བ་མ་གྲུབ་འདུག་དེ་ནི་དུས་འདའ་གཅིག་ནང་ལ་དགེ་བ་མ་གྲུབ་འདུག་མི་དགེ་བ་མ་གྲུབ་འདུག་འདི་ནི་ཟླ་བ་གཅིག་ནང་ལ་དགེ་བ་མང་བསྒྲུབས་འདི་མི་དགེ་བ་མང་བསྒྲུབས་འདུག་ཨ་འདི་ནི་ལོ་གཅིག་ནང་ལོ་ལ་མི་དགེ་བ་མང་བསྒྲུབས་འདི་དགེ་བ་མང་བསྒྲུབས་འདུག་ཨ་ནི་སོ་སོ་མི་བཟི་ད་ལྟ་ཅིག། ཕྱིས་འཚར་བའི་སྐྱེས་ནི་ད་ལྟའི་བར་གྱི་དགེ་བ་དང་མི་དགེ་བ་ག་རེ་མང་བསྒྲུབས་འདུག་འདུག་ཚེ་སུ་སོ་སོ་གིས་རང་བློ་རང་ལྐོག་ཏུ་མ་གྱུར་བ་ཡིན་འདི་ག་རོགས་ཀྱིས་ཚོད་དཔག་ཐེག་གི་རེད་འདི་འདྲའི་ཐོག་ནས་ད་སྐྱེ་བ་ཕྱི་མ་དེ་ག་རེ་སྐྱེ་ས་རེད་རོགས་ཀྱིས་ཚོད་དཔག་ཐེག་གི་རེད་ཅེ་འདི་ཚོད་དཔག་ཐེག་པའི་ཐོག་ནས་ད་ད་ལྟ་བར་དུ་མི་དགེ་བ་མང་བསགས་ནས་ད་ངན་སོང་སྐྱེ་ཡག་གི། ཅིག། དགའ་རོགས་ཅིག་ཕ་ཡི་ཐག་ཉེ་བོ་ཆགས་སྡོད་ཡོད་ན། ངན་སོང་དགོད་འདྲ་ལ་དགའ་རོགས་སླེབས་སྡོད་ཡོད་ན། ངན་སོང་འགྲོ་ཡག་གི་ད་ཁོ་འགྲོ་ཅིག། དེང་སང་རྒྱལ་ཁབ་སོ་སོ་འགྲོ་ཡག་འདི་ཡོད་ལ་བི་སཱ་ཞོད་ཅིག་ཨ་ཐུང་ཅན་ཞོད་འདི་འདྲ་བོ་དགའ་རོགས་ཅིག་ཆགས་ཡོད་ན། ད། ཕའི། ཁོ་ཅིག་རིག་པ་གྲིམ་རྗེས་ད་ཚེ་ལྷག་ཡོད་པ་ཚེ་ལྷག་བསྡད་པ་དེ་ལ་ད་གཟབ་གཟབ་བྱས་ཅན་རེད་བ། མི་དགེ་བ་བསགས་བཞག་པ་འདི་སྐད་དེ་གཉེན་པོ་སྟོབས་བཞིའི་སྒོ་ནས་བཤགས་པ་བྱས་ཀྱི་ད་ངས་ཁྱོད་ནི་འགྲིག་མི་འདུག་བསམ་པའི་སེམས་གཏིང་ནས་འགྱོད་བཤགས་བྱེད། ག་ཚོད་མཐུ་ཐུག་གིས་ད་མི་དགེ་བ་འདི་སྐད་སྤང་དགེ་བ་བསྒྲུབ་ཅེས་འདུག་བྱས་པས་ན། ཚེ་ལྷག་མ་ག་ཚོད་གནས་ཀྱི་ཡོད་ནས་ག་ཚོད་ཐུབ་ཀྱི་ཡོད་ན་འདིའི་རིང་འདི་ལ་ཡང་དགེ་བ་སྟོབས་ཆེན་པོ་ཅིག་བསྒྲུབ་ཐུབ་པ་ཡིན་ན་ཡང་ཁོ་རེ་བ་བྱེད་ཡ་ཅིག་འདུག་ད་འདི་མེད་ན་ད་བའི་སྐྱེ་བ་ཕྱི་མ་དེ་ཁག་པོ་ཆགས་ཡོང་གི་འདུག་ཅེས་ནས་ང་ཚོ་ཆོས་ཉམས་ལེན་བྱས་ཡོང་དུས་བསམ་འདུག་བཏང་ཐུབ་པ་ཡིན་ན་སེམས་གཏིང་ནས་སོ་སོ་རང་གིས་རང་འགུལ་གྱིས་ཆོས་ཀྱི་ཉམས་ལེན་ངོ་མ་གཅིག་ཏན་ཏན་ཡོང་ཐུབ་གི་རེད། འདི་གལ་ཆེ། བྱས་ཙང་འདི་ཡིན་འདི་ཙང་ང་ཚོས་འདི་གལ་དེ་ད་གལ་ཆེན་པོ་རེད། སྐབས་རེ་ང་རང་ཚོའི་ལོ་གཞོན་པའི་སྐབས་ལ་ད་ང་ཚོས་ད་ལྟ་ལོ་གཞོན་གཞོན་རེད། ཡར་ལོ་ཡར་ཆེར་ཆགས་ནས། ཆོས་བྱས་ཡོང་གི་རེད་བསམ་པ་འདི་འདྲའི་ཡོད་རེད། དེ་ད་ལོ་ཅིག་ཡ་ཆེན་པོ་ཟེར་དེ་དེ་གི་ཡོད་མེད་གང་ཤེས། སྐབས་རེ་ཡང་ང་ཚོ་ད་ད་རེ་ད་ཚེ་འདི་ལྟ་ད་ང་གལ་བྱུང་མ་སོང་ད་སྐྱེ་བ་ཕྱི་མ་ད་བ་ཅིག་ཨོ་བྱུང་མིན་བསམ་པས་ཡང་དེ་འདྲའི་རེ་བ་བྱས་ཡ་ཡོད་རེད་དེ་ཁག་པོ་རེད། ད་རིག་པ་བྲིམ་ཡ་ཡོད་ན་ད་རེ་བྲིམ་དགོས་གི་བ་རེད་ག་རེ་ཟེར་ན་ང་ཚོ་ཕྱོགས་གཅིག་ནས་མི་ལུས་ཐོབ་བསྡད་ཡ་རེད། འདི་གནད་འགག་ཆེ་ཤོས་ཅིག་རེད། ཨ་ལས་དུད་འགྲོ་སྐྱེས་བསྡད་ན་ཆོས་ག་རེ་སྒྲུབ་ཡག་ཡོད་རེད། གཉིས་པ་དེ་ང་ཚོ་སངས་རྒྱས་བསྟན་པ་བརྗེད་བསྡད་ཡོད་རེད། སངས་རྒྱས་བསྟན་པ་བརྗེད་བསྡད་ཡོད་རེད། མི་ལ་སྐྱེས་ཡོད་ན་སངས་རྒྱས་བསྟན་པ་མ་བརྗེད་ན། ཆོས་རྣམ་པ་དག་པ་ཅིག་གྲུབ་ཐུབ་མ་རེད། གསུམ་པ་དེ་ང་ཚོ། འཕགས་པ་སྤྱན་རས་སུ་སྐུ་ཤ་རློན་པ་རྒྱལ་བ་ཡེ་ཤེས་ནོར་བུ་མཇལ་ནས་ཁོང་གི་དྲུང་ནས་གསུང་ཆོས་རབ་དང་རིམ་པ་ཞུས་བསྡད་ཡོད་རེད། ད་འདི་འདྲས་ཀྱི་ཆ་རྐྱེན་འདི་འདྲས་ཅིག་འཛོམས་ནས། ཨ་ནི་ཆོས། ཡག་པོ་ཅིག་གྲུབ་མ་ཐུབ་པ་ཅིག་སྐྱེ་བ་རྗེས་མ་དག་རེ་བ་བྱས་བསྡད་པས་ན་ད་རེ་བ་སྟོང་པར་འགྲོ་ཅི་རེ་བ། ཆ་རྐྱེན་ཆགས་སྡང་འཛོམས་པའི་སྐབས་དེ་ལ་ཡང་གེགས་བཀུར་ཅིག་མ་བྱུང་པར་བྱས་སྐྱེ་བ་རྗེས་མ། ཅིག་རེ་བ་བྱས་ན་ཆ་རྐྱེན་དེ་གས་འཛོམས་ཀྱི་རེད་པས། དེ་ཞུ་ཁག་པོ་རེད་བ། ཅེས་འདི་ཡིན་འདི་བཟང་ད་འདི་འདྲའི་ཐོག་ནས། ང་ཚོ། བས་སུད་སུད་ཀྱི་གོ་སྐབས་བཟང་པོ་ཡོད་པ་དེ། ད་ཆུད་ཟོས་བཏང་ན་འགྲིག་གི་མི་འདུག་ཚེ་འདིའི་དོན་དག་ཆུང་ཆུང་ཅིག་སྒང་ལ་ཡང། ད་ཅིག་བས། ཅིག། སྐྱེ་བ་ཕྱི་མ་དོན་དག་གས་ཆེད་དུ་བློས་བཏང་ནས། བས་ཡོད་ཅིག། སྐྱེ་བ་ཕྱི་མ་གར་སྐྱེ་ན་སྐྱེས། མིག་ཡར་བཙུམ་བྱས་ཕྱིར་ནི། ཚེ་འདི་ལ་ཡག་ཅིག། ཚེ་འདིའི་དོན་དག་རང་ལ་དམིགས་བྱས་ཕྱིར་ནི་དཔེ། སྡིག་པ་མིག་བཙུམ་བྱས་ཕྱིར་ནི། ངག་ནི་སྐད་ཆ་འདྲ་མི་འདྲ་བཤད་དགོས་ཀྱི་འདུག། ལུས་ཀྱིས་འདྲ་མི་འདྲ་བྱེད་དགོས་ཀྱི་འདུག་སེམས་ལ་འདྲ་མི་འདྲ་དྲན་དགོས་འདུག་གང་ལྟར་མི་དགེ་བ་སྣ་ཚོགས་སྤྱོད་སྡོད་པ་ཡིན་ན། ཚེ་འདིའི་དོན་དག་ཅིག་སུད་སི་ས་མ་ནམ་བཞིན། གྲུབ་ཐུབ་ཀྱི་ཡོད་མེད་ཁག་པ་རེ་ལ་གྲུབ་ཐུབ་ན་ད་འདི་འདྲའི་ཅིག་རེ་བ།

སྐྱེ་བ་ཕྱི་མ་ཟད་ཅིག། ང་ཚོ་རྣམ་གཞག་ཅིག་ཁས་ལེན་ནས། ཅིག་ཡིད་ཆེས་ཅིག་བྱས་ཟིན་པའི་འོག་ལ་ཡང། ཅིག་དེ་ལ་ཡང་གལ་ཆེ་བརྩིས་ནས། ཅིག་དེ་ལ་ཕན་པའི་ད། ཅིག་ཆོས་ཅིག་གར་བྱེད་དགོས་འདུག་དེ་རེད་བྱས་ན་དེ་ལ་ཕན་པའི་ཆོས་ཅིག་བྱས་པ་ལ་ད་གཙོ། ཆོས་ཆོས་ཀྱི་རྣམ་གྲངས་མང་པོ་ཡོད་པའི་ནང་ནས་གཙོ་བོ། མི་དགེ་བཅུ་སྤོང་གི་ཚུལ་ཁྲིམས་བསལ་ཏེ། སྲོག་གཅོད་པ། འབུ་སྲིན་ཚུན་ཆད།

བའི་ལུས་ངག་ཡིད་གསུམ་དུ་སོ་སོའི་བདག་པོ་མ་བསྐྱལ་བ་བཅས་བྱས་ནས་བེར་རྒྱ་ཡན་དུ་བཏང་ནས་བློས་བཅོས་བློས་ནས་ཨ་ཁ་ཡི་གང་བྱུང་མ་བྱུང་ཤེས་ནས། ཅིག་སེམས་ཟེར་དེ་ད། ཚོགས་མ་བསགས་ཟེར་ན་མི་འདུག། གོམས་གཤིས་ཟེར་ན་མི་འདུག་འདི་འདྲ་ཅིག་ཡ་ཕྱིན་ནས་བེར་བློས་བཅོས་བློས་ནས་ཨ་སེམས་ནི་གར་དྲན་དྲན་ཁ་ནི་གར་དྲན་དྲན་ཕར་ལབ་ནས་མི་ལ་ཡ། སྐྱོན་འཛུགས་བྱེད་དགོས་དུས་མི་ལ་སྐྱག་རྫུན་བཤད་དགོས་དུས་མི་ལ་ཡ། ཅིག་ཁ་བཏང་དགོས་དུས་འདི་འདྲའི་ཤ་ཏག་བཤད་བྱས་ཀྱི་ད་གང་ལྟར་སྐད་ཆ་ཅིག་གནད་འགག་དང་མ་བཤད་ན་ཀོ་འགྲིག་བར་ཏེ་འདི་འདྲའི་ཅིག་གིས་མི་སྐལ་བ་མང་པོ་ཅིག་བསགས་ནས་འདིས་ཀྱི་འབྲས་བུ་དེ་སོ་སོ་ལ་ཡང་སྨིན་ཡ་ཅིག་སོ་སོ་གང་ལ་སྐྱེ་བ་ཕྱི་མ་ལ་ཡང་སོ་སོས་དཀའ་ངལ་ཆེན་པོ་འཕྲད་ཡ་ཅིག་གང་ལ་ཡང་བྱེད་འདོད་ཀྱི་འདུག་ཅེས་འདི་ཚོའི་རིགས་དེ་ད་ང་ཚོ་གིས་ཐིག་གི་བླང་དོར་མ་བཤད་པ་ལས་ལས་འབྲས་ད་གང་ལྟར་ལས་འབྲས་ད་འདི་རེད་ད་ང་ཚོ་ལས་འབྲས་ད་གང་ལྟར་ཆུད་ཟོས་བཏང་བ་ཟེར་ན་མི་འདུག་ལས་འབྲས་ད་མགོ་རྙོག་པ་ཟེར་ཡ་ཅིག་རེད་བ་ནམ་རྒྱུན། བ་འདི་འདྲས་རེད་བྱས་ན་འདི་ཚོའི་རིགས་དེ་དག་ང་ཚོས་ཆོས་ཡག་པོ་ཅིག་སྒྲུབ་འདོད་འདོད་ན་ད་འདི་གའི་དེ་ལས་འབྲས་ཀྱི་རྣམ་གཞག་འདི་གའི་དེ་ཚུལ་བཞིན་དུ་གསུངས་ནས། སྡིག་པ་དེ་ག་ཚོད་ཉུང་ཉུང་གིས་བས་བྱེད་མ་ཐུབ་པ་བཙུན་དོན་བྱས་རོགས་གལ་སྲིད་བྱས་པ་ཡིན་ན་ཁ་ཐུག་དེ། ད་ངས་དེ་རིང་འདི་འདྲ་ཅིག་བྱས་སོ་འགྲིག་མ་སོང་ཨ། འདི་བྱས་ན་དཀོན་མཆོག་ཞེ་ཁྲེལ་གི་རེད། རྒྱ་བོ་རིན་པོ་ཆེའི་ཐུགས་ལ་དགོངས་པ་ཡིན་ན། ཨ་ནི་འདི་རེག་མ་རེད་ནམ་རྒྱུན་སྐྱབས་མགོན་རིན་པོ་ཆེས་གསུངས་གི་འདུག་ཨ། ཅིག་ང་རང་ཚོའི་སེམས་ལ་ཡ།

ཡོང་གི་འགྲོ་བ་ཇི་ཙམ་འདུག་ཅེས་བྱས་ནས་ད་ང་ཚོ་འདི་གའི་འདི་ཞུགས་གལ་ཆེན་པོ་རེད་བཤད་ད་ཉམས་ལེན་བྱེད་པའི་སྐབས་ལ་ཡ། འདི་རེད་བྱས་ཙང་ད་ང་ཚོ་སྐྱེ་བ་སྔ་ཕྱིའི་སྐོར་དེ་ལྟར་རྒྱས་པོ་བཤད་པ་ནི་ཧ་ཅང་རྒྱས་པོ་རེད་ད་ལ་ངས་དེ་རིང། གཅིག་ད་ལྟ་གྲུབ་མང་པོ་ཆོས་ལུགས་མང་པོ་ཡོད་པའི་ནང་ལོགས་ལ་སྐྱེ་བ་སྔ་ཕྱི་འདུས་མི་འདུས་ཀྱི་རྣམ་བཞག་གཅིག་བྱས་ད་ང་ཚོ་ནང་པ་གཅིག་ཡིན་ན་སྐྱེ་བ་སྔ་ཕྱིའི་རྣམ་བཞག་དེ་ཡོད་ཡོད་པ་བྱེད